ཨེ་ནི་འཕགས་པ་སྤྱན་རས་གཟིགས་ལ་སོགས་ཧ་ཏོ་ནི་མ་ནི་གྲངས་བྱེད་ཀྱི་ཡིན་ན། ཁྱེད་རང་ཚོ་ཚེ་ལག་པས་འདའ་བ་ཅན་གཉིས་ཤིག་ལས་མེད་ནས་ཁོ་ཚེ་ལག་དོན་དུ་འདས་པ་ཡོང་གི་རེད་བཤད་སོང་ཨ། ཨོ། ཅག་བློ་བདེ་བོ་བྱེད། བགྲེས་སོང་ཚོ་ཡིན་ནའི་ཐུགས་བདེ་བོ་བྱེད་ཞུ་ཨ། ཨེ་ནི། མི་ཚེ་འདིར། ང་ཚོ་ད་བོད་པ་ཞིག་ཡིན་པའི་ངོས་ནས་བཤད་པ་ཡིན་ན་ད་བོད་པ་དག་ད་ག་ནས་ཅིག་གི་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱས་ཉམས་ལེན་བྱེད་མཁན་ཅིག་གི་ངོས་ནས་བཤད་པ་ཡིན་ན་གང་ལྟར་ང་ཚོ་མི་རབས་འདི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་གི་གནས་དང་ཉག་ཕྲ་བོ་ཆགས་པའི་ཁ་ཐུག་ལ་ང་ཚོ་འདིའི་སྡེ་དགེ་བོད་གངས་ཅན་གྱི་ལྗོངས་ཀྱི་ཆེས་བསྟན་པ་རྫིག་ངན་ཞིག་ང་ཚོས་བྱས་ཡོད་རེད། གང་ལྟར་འཕགས་པ་སྤྱན་རས་གཟིགས་ལ་ཐུ་བོ་མ་ཡིན་པའི་ལས་འབྲེལ་ཅིག་ཆགས་ཡོད་རེད་དེ་འདྲ་ཡིན་དུས་ཚེ་རུ་ལ་ཚེ་རུ་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ཡ་ཡིན་པ་ངས་བརྒྱ་ཆ་བརྒྱ་ཐོབ་པ་ཁས་ལེན་བྱེད་ཐུབ་ཀྱི་རེད། ཤ་སོང་ཨ། ས་དེ་འདྲ་ཡིན་དུས་བློ་བདེ་བོ་བྱེད། བློ་སྡུག་སྟེ་ཨ། ཨེ་ད། ཁྱེད་རང་ཚོས་གཞོན་སྐྱེས་ཚོ་ཆ་བཞག་ནས་ད། ཨ། ཨོ། ཞེས་གང་ལྟར་ང་ཚོ་བོད་གངས་ཅན་རང་བྱུང་ལ་སྐྱེས། ཨེ་ནི་དངོས་སུ་བོད་གངས་ཅན་རང་བྱུང་ལ་སྐྱེས་པ་མེད་ན་ཡང་གང་འདྲ་བོད་གངས་ཅན་རང་བྱུང་གི་སངས་རྒྱས་ཀྱི་བསྟན་པ། རིག་པ་དང་ལྡན་པ་འདི་འདྲ་དེ་ལ་ཡ། ཨེ་ནི། ཁྱེད་རང་ཚོས་དོ་སྣང་ཅིག་སླེབས། དེ་ལ་ཡ། ཆེ་གེ་ག་ཚོས་ཐུགས་སྡུག་གི་བུ་གའི་སེམས་ཐག་ཉེ་པོ་བྱེད་ཨ་ཅིག་བྱེད་ཀྱི་ཡོད་པ་ཡིན་དུས་རྩ་ནས། ཨེ་ནི། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ལ་ལུས་འདི་དངོས་སུ་སྐྱེ་བ་མེད་ན་ཡང་གང་ལྟར་བསམ་བློ་དེ་འཕགས་པ་སྤྱན་རས་གཟིགས་ཀྱི་གང་ལྟར་པའི་གདུལ་ཞིང་གི་རིག་གཞུང་ཐུན་མོང་མ་ཡིན་པ་ལ་ཁྱོད་ཚོ་བག་ཆགས་བཞག་ཅིག་ཡོད་པ་ཡིན་དུས་ཚེ་རུ་ནས་ཚེ་རུ་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ཡ་ཡིན་པ་བརྒྱ་ཆ་བརྒྱ་ཐམ་པ་ཐག་ཆོད་པར་ཤེས་སོང། ང་ནམ་རྒྱུན་འདི་ཟེར་གྱི་ཡོད། ང་དེ་འཕགས་པ་སྤྱན་རས་གཟིགས་ཀྱི་མགྲོན་སྙིང་གསོ་རུ་ཞིག་ཡིན། འདི་ཕལ་ཆེར་ང་ཡིད་ཆེས་ཡོད། ཤེས་སོང།

བགྲེས་སོང་ཚོ་ཡིན་ནའི་ཐུགས་བློ་བདེ་པོ་ཅིག་ཞུགས་ཨེ་ནི་ང་རང་ཚོ་གཞོན་སྐྱེས་ཚོ་ཡིན་ནའི་ད་དངོས་ནས་དྲང་གནས་ཀྱི་ཕག་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ལ་དངོས་སུ་སྐྱེས་པའམ་ད་གདུལ་ཞིང་གི་གང་དྲག་རིག་གཞུང་ལ་ཡར་དོ་སྣང་གསར་པ་སླེབས་བསྡད་པ་དེ་ད་ཅིག་ཆ་ཆེན་ཆ་ཆེན་གྱི་ཅིག་རྨོངས་དད་ཀྱི་ཟོར་ལ་བྱས་ནས་བཞག་པ་མ་ཡིན་པ་ག་ཚོད་ཐུག་ཐུག་གི་མིའི་ཀླད་པ་འདི་བེད་སྤྱོད་བྱས་བྱས་ཕྱིར་དུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས་ཨེ་ནི། ཟེར་བ་འདྲ་རྒྱ་ཆེ་བས་ཨ་ནི། ཐབས་ཤེས་ཀྱི་ལམ་འདི་ཡིན་འདི་ཡག་པོ་ཞིག་རྩད་གཅོད་བྱས་ཞིབ་འཇུག་བྱས་འདུག་བྱེད་ཐུབ་ན་ཨ་ནི་དོན་དང་ལྡན་པ་འབྱུང་བ་རེད་འདུག་རེད་ཡིན། ད་ང་ད་ཇར་མུ་ཆེ་བོད་གངས་ཅན་གྱི་ལྗོངས་ཀྱི་ཨ་ནི། སྔ་འགྱུར་རྙིང་མ་ཨ་ནི། མཁན་སློབ་ཆོས་གསུམ་ལྡན་འཛོམས་ནས་ཡོད་པའི་ཁ་ཐུག་གི་གནས་མང་ཆུང་ནི་སྔ་འགྱུར་རྙིང་མ།

དེ་ནས་བཀའ་ཐམ་གསར་མ། བྱུ་བོ་གཅིག་གི་ལྟར་རྣམ་པར་ཐར་པ་དེའི་རྩ་བ་ལ་བཞག་ནས་འདིའི་སྒང་ལ་གཞུང་ཆེན་སློབ་གཉེར་བརྒྱ་ཡར་དེ་ཤུགས་བསྐྱོན་ནས་ཨེ་ནི་བཀའ་ཐམ་གསར་མ་ཟེར་ད་སྦྱར་མོ་ཆེ་གི་རིགས་དགུའི་ལུགས་ཀྱི་བསྟན་པ་ཟེར་ད་དེ་རེད། ད་སྔོན་གྱི་མཁས་པ་མང་པོ་བྱུང་ཡོད་དེ་མཁས་པ་འདྲ་འདྲ་གནང་ནས་སྦྱར་མོ་ཆེ་གི་གསུང་སྤུ་ཏི་བཅོ་བརྒྱད་དེ་བས་ངོ་མཚར་སྐྱེ་ཡག་རེད་འདུག་བ་དེ་ཡང་ཡང་བལྟ་དགོས་པ་རེད། པ་དང། ད་ལམ་རིམ་ཕྱིས་བྱུང་ལམ་རིམ། ཨེ་ནི་སྔགས་རིམ། ད་དེ་ནས་ཨེ་ནི་བརྩོན་འགྱུར་གྱི་རྣམ་བཤད་གཉིས། ཨེ་ནི་དེ་ནས་གྲངས་ཀྱི་ལེགས་བཤད་སྙིང་པོ། འོ་ད་དེ་ཡིན་ཏེ། ཨེ་ནི། ཞིབ་ཆ་གལ་ཆེན་པོ་རེད་ཡག་པོ་ཅིག་ལྟ་གི་ཡིན་ན། དེ་སོང། རྗེས་མ་ཞིག་གསུམ་དུ་ཡིན་ཏེ། ཚིག་གི་སྤྲོས་པ་ཞིག་དང་མེད་པར་བྱས། ཡང་དཔལ་དེ་ཁྱེད་ཀྱིས་རུ་ཞེས་གསུངས་ཡང་སྐབས་རེ་པས་ཀྲོག་ཀྲོག་ཞར་སྣང་དུ་བ། དེ་ངས་མ་གཏོགས་ཤིང་མ་རེད་ཟེར་གསུངས་དུ་བ་དེ་མང་དྲགས་ན་ཡང་གསོན་གྱིས་དེ་ཁྱེད་རུ་ཞེས་ངས་ལྟུང་དུས་སྐྱོ་ས་མེད་ཅེས་ཀློག་གི་ཡོད་རེད། བཞི་བོ་གཅིག་ཡང་བོ་ཤོག་བཞི་གསུངས་དུ་བ་ད་དེ་ཙམ་གཡུག་བཞག་ན་ཡག་གི་ཟེར་མ་དེར་དྲན་གིས། རྗེས་མི་གསུངས་དེ་ནི་ཁྱོད་ཡག་མ་ད་རང་དངོས་ན་དྲན་ནས་གི་ད་དོན་དག་ཁོ་ར་མ་དྲན་སོང་མ་གཏོགས་བོ་ཤོག་གསུང་གིན་མི་འདུག་བ་ད་དངོས་ན་དྲན་ནས་གཞན་དག་ལ་ཟུར་ཟའི་གནང་གིན་མི་འདུག། དཔེ་རེད། ཨེ་མ་གཞི་བྱེར་མ་བྱེར་ང་དགའ་པོ་ཡོད་ག་རེ་རོགས་ན་ང་གཉིས་ཕ་ཡུལ་གཅིག་པར་བ། ང་སྐྱེ་སའི་གྲོང་གསེབ་ནས་བྱེར་མ་བྱེར་གྲོང་གསེབ་དང་སྐུ་འབུམ་རེད། ཞག་ཐག་ཉེ་པོར་ལྟ་ཤེས་སོང་ང་ཚ་དེ་འདྲ་ཡིན་དུས་ངས་ནམ་རྒྱུན་བཤད་བསྡད་ཀྱི་ཡོད་བྱེར་མ་བྱེར་དང་ང།

ཞེས་དཔེ་ཆ་བཏགས་ཀྱིན་བཏགས་ཀྱིན་ལབ་པའི་དད་པ་སྐྱེ་ཚུལ་ཡང་ཅིག་ཆགས་བསྡད་ཡོད་རེད། ད་འོང་རེད། འདི་སྔགས་ཀྱི་ཆོ་ག་ཡིན་དུས་རྩ་ནས། ཨེ་ནི། སྔགས་ཀྱི་ཆོ་ག། ག་དུས་ལ་ཡིན་ནའི་ཨོ་མ་སུ་མ་བ་ཤུ་དོག་ས་བ་དོག་མ་སུ་མ་བ་ཤུ་དོག་ཧང་ཟེར་ཡོང་དོག་ག། བྱ་རྒྱུད་ཀྱི་གཞུང་འདི་འདྲ་ལ་ཡང། ཨེ་ནི། མི་ལ་བྱ་རྒྱུད་ལྷོ་འབྲུག་སྒོམ་ཡང་བྱས་ནས། ཨེ་ནི། སྟོང་པ་ཡི་གེ་སྒྲ་གཟུགས་ལྷ། སྟོང་པའི་ལྷ། སྒྲ་ཡི་ལྷ། ཡི་གེའི་ལྷ། གཟུགས་ཀྱི་ལྷ། མཚན་མའི་ལྷ་ཟེར་ནས་འདུག་ཟེར་ནས་མ་ཨ་ནི་སྟོང་ཉིད་སྒོམ་ཡ་ཅིག་བྱ་རྒྱུ་ལ་ཡེ་ནས་རེད་སྤྱོད་རྒྱུ་ལ་ཡེ་ནས་རེད་གང་ལྟར་ཨེ་ནི། ཅེས། སྟོང་ཉིད་སྒོམ་པ་སྔོན་ལ་མ་སོང་བ་ཨེ་ནི། ཐ་མལ་གྱི་སྣང་ཞེན་ལ་གཉེན་པོ་བྱེད་ཐུབ་ཀྱི་མ་རེད། ཐ་མལ་གྱི་སྣང་ཞེན་ལ་གཉེན་པོ་བྱེད་ཡག་གི་དོན་དག་ལ་ཨེ་ནི་ལྷ་ཡི་གསལ་སྣང་སྐྱེས་ཨེ་ནི་དེ་ལ་བརྟེན་ནས་བཏགས་པའི་ང་བསམ་དེ་ལ་ང་རྒྱལ་བཞག་ཅེས་འདུག་སུ་འགྲོ་གི་ཡོད་རེད། ས་དེ་འདྲ་ཡིན་དུས་རྩ་ནས། ད་ག་ད་སྟོང་ཉིད་ཀྱི་ལྟ་བ་མེད་ན་སྔགས་ཉམས་ལེན་བྱེད་ཐུབ་ཡ་ཡོད་མ་རེད། ཨ་ནི། ཡི་དམ་བསྒོམ་ཡ་དང་དཀྱིལ་འཁོར་བསྒོམ་ཡ་མུ་སྟེགས་པའི་སྔགས་ནང་ལས་སྔགས་ཀྱི་གཞུང་ལས་མང་པོ་འདུག་ཨ་ནི་རྩ་རླུང་ཐིག་ལེ་བསྒོམ་ཡ། དཔེར་ན་གཏུམ་མོ་བསྒོམ་ཡ། ཨ་ནི། ཡེ་བ་མས་བརྟན་དེ་ཚོ་བྲལ་ཏེ་མུ་སྟེགས་པ་ལས་གཅིག་པ་འདུག་ཨ་ནི།

ནག་པོ་ས་བརྒྱད་པའི་གསང་སྔགས་ཀྱི་ཆོས་འདི་སྟོང་པ་ཉིད་ཀྱི་ལྟ་བ་གཙོ་བོའི་འབྲས་ནི། འདིའི་ཐོག་ནས་ལྷ་དང་སྔགས་དང་བ་དེ་འདྲ་གི་ཤི་སྲོག་ལས་གྲོལ་བ་ཉིད་དེ་ཡིན་པ་རེད། ས་དེ་འདྲ་ཡིན་དུས་རྩ་ནས་ངེས་པ་སྟོང་ཉིད་ལ་དྲངས་ནས་གཟུགས་སྣང་ལྷར་ཤར་བ་ས་དེ་དགུ་ཡོད་རེད།

ཨོམ་གྱིས་མཚོན་པའི་ལུས་ངག་ཡིད་གསུམ་དེ་ལ་བརྟེན་ནས་བཏགས་པའི་བདག་དེ་ངོ་བོ་ཉིད་ཀྱིས་མ་གྲུབ་བར་ཟད་དེ་གི་ཨོམ་གསུམ་པ་བ་ཞུ་དང་ཟད་དེ་བྱས། དེ་ནས་གསང་བ་དྭངས་མ་ཟླ་བདུད་རྩ་ནས་གདགས་གཞི་ཕུང་སོགས་ཀྱི་ཆོས་འདི་ཡིད་ཕུང་སོགས་ཀྱིས་མཚོན་པའི་སྣང་སྲིད་ཀྱི་ཆོས་འདི་ཐམས་ཅད་ལོ། ཡང།